སྤྱན་རས་གཟིགས། ཅི་དང་ག་ད་སྔོན་མ་སངས་རྒྱས་ཚེ་དཔག་མེད། དེའི་རྗེས་སུ་འོད་དཔག་མེད་དང་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་རེད། དེ་གསུམ་ཁ་གཅིག་ཏུ་འདུས་པ་དེ་འཕགས་པ་སྤྱན་རས་གཟིགས་ནང་ཚང་དུ་ཡོད་རེད་ལྷག་པར་དུ་བོད་གངས་ཅན་ཞིང་འདི་ན་ནི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་དུ་མ་གྱུར་པ་གཅིག་ཀྱང་མེད། དེ་ལ་བརྟེན་ནས་ད་ཅིག་ས། ཆུ། རྡོ། བྲག་རི་ལ་སོགས་པ་ཤིང་ལྔ་སོགས་པ་གང་ཡིན་པ་ཡིན་ན་ཡང་ཐུགས་རྗེ་ཆེན་པོ་གི་སྐུ་གསུང་ཐུགས་ཀྱི་བྱིན་རླབས་མ་འཕོས་པ་ཙམ་ནི་མེད། འགྲོ་བ་པོ་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལས་ཡང་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱི་བྱིན་རླབས་འཕོས་ཏེ་ཡོད། འཕོས་པའི་རྒྱུ་མཚན་དེའང་རང་ཚུལ་ལ་འདས་སྤྱན་རས་གཟིགས་ཀྱི་ཕ་ར་ལུས་ནས་ཡེ་ནས་མ་ཐུགས་རྗེས་གཟིགས་ཡོང་བ་ལྟ་བུ་མ་ཡིན་པ། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལས་ཡེ་ནས་དག་པ་ཡིན་པ་དེའི་ངོ་བོ་ལ་བྱམས་དང་སྙིང་རྗེ་བྱམས་པ་ལ་སོགས་པ་ཏིང་ངེ་འཛིན་ལ་སོགས་པའི་ཀྱི་ཡོན་ཏན་བདག་མེད་པར་རྟོགས་པའི་ཤེས་རབ་ལ་སོགས་པ་དེ་ཚོ་བྲལ་ཏེ་ཡོན་ཏན་རང་ཆས་སུ་ཡོད་པ་རང་མངོན་དུ་གྱུར་མ་གྱུར་ཟེར་ཡ་དེ་རང་གིས་ཐོས་བསམ་སྒོམ་པ་དང་ཉམས་ལེན་བྱས་མ་བྱས་ད་རག་ལས་ཀྱི་རེད་མ་གཏོགས་དེ་ཀའི་བཟང་པོའི་ཡོན་ཏན་དང་གཅིག་གི་རྟོགས་པའི་ཡོན་ཏན་ལ་སོགས་པ་དེ་ཚོ་བྲིས་ཏེ་ལམ་གྱི་ཡོན་ཏན་དེ་ཚོ་བྲིས་ཏེ་ཤེས་རྒྱུད་ལ་དང་པོ་ནི་ཡོད་པ་རེད་མ་གཏོགས་དེ་ནི་གཅིག་གསར་དུ་འཕོས་ཡོང་བ་དང་གཅིག་གི་དབང་གི་རིམ་པ་ལ་དེ་ནི་གསར་དུ་འཕོས་ཡོང་བ་མ་རེད། ད་ང་ཚོ་ཚང་མས་ཀྱིས་སྤྱན་རས་གཟིགས་ལ་གསོལ་བ་བཏབ་མ་ནི་འགྲོ་དྲུག་འདོན་གྱི་ཡོད་རེད། ཡིན་ན་ཡང་ཡང་ཞེ་སྡང་དང་ཁོང་ཁྲོ་དང་ཕྲག་དོག་དང་ང་རྒྱལ་ལ་སོགས་པ་དེ་ཚོ་ཡང་མཉམ་དུ་འགྲོ་བསྡད་ཀྱི་ཡོད་རེད་དེ་བྱས་པ་ཡིན་ན་ཐུགས་རྗེ་ཆེན་པོ་གི་བྱིན་རླབས་མཇུག་ཐུག་ཡ་དཀའ་ལས་ཁ་བོ་རེད་བ། རང་འགྲོ། ཤེས་པའི་རྒྱུད་གཅིག་ལས་ཡང་ཞེ་སྡང་དང་ཁོང་ཁྲོ་དང་མཚམས་དང་ཡིད་འདི་འདི་ལྷན་ཅིག་ཏུ་ཡོང་བ་མེད་པ་རེད། ལུང་འདི་ནས་གསུང་བ་ལྟ་བུ། མ་ནིང་འབྲུ་དྲུག་དེ་ཕན་ཡོན་བསམ་གྱིས་མི་ཁྱབ་པ་རེད། ཕན་ཡོན་བསམ་གྱིས་མི་ཁྱབ་པ་རེད་བསམ་ནས་རྒྱུ་མཚན་ཤེས་ནས་ཕན་ཡོན་བསམ་བློ་བཏང་ནས་མ་ནིང་བགྲངས་པ་ཡིན་ན་ད་ཕན་ཡོན་ལོས་ཡལ་ཏེ་ཡིན་ན་ཡང་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་འདྲ་བ་མེད་པ་གསུང་འདྲ་བ་མེད་པ་ཐུགས་འདྲ་བ་མེད་པ་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་ཡོན་ཏན་གྱི་ཐོག་ནས་འདྲ་བ་མེད་པ་ཤེས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དཔེར་ན་ཡི་གེ་འབྲུ་དྲུག་ལྟ་བུ་བྱ་བཞག་པ་ཡིན་ན་ཡང་དེ་ནི་གཞི། ལམ། འབྲས་བུ་གསུམ་ག་གི་ཡོན་ཏན་ཚང་དུ་ཡོད་པ་རེད། དེ་ནས་ཕ་རོལ་ཏུ་ཕྱིན་པ་དྲུག་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཀྱི་ཉམས་ལེན་ཡང་དེའི་ནང་ལ་ཚང་དུ་ཡོད་པ་རེད། དེ་ནས་དེ་ཉམས་སུ་བསླད་ནས་བྱམས་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ཡ་མ་བྲལ་བའི་ཐོག་ནས་ཉམས་ལེན་བྱས་ན། འབྲས་བུ་དམྱལ་བ་ཡི་དྭགས་དུད་འགྲོ་ལྷ་ལྷ་མ་ཡིན་མི་སྡེ་འགྲོ་བ་རིགས་དྲུག་གི། སྐྱེ་དགུ་ཟད་ཐུ་གི་ཡོད་རེད་དེ་ཟད་ཐུ་ཡང་ནུས་པ་དེ་ཡང་དེ་གི་ཐོག་ནས་རྒྱུ་ཆགས་སོགས་ཉོན་མོངས་པ་ལ་བརྟེན་ནས་འབྲས་བུ་སྐྱེ་བའི་སྡུག་བསྔལ་ལ་སོགས་པ་དེ་ཡོང་གི་ཡོད་པ་ཡིན་དུ་རྒྱུ་ཆགས་སོགས་ཉོན་མོངས་པ་ཐམས་ཅད་ཡང་དེ་ཡི་སྟོབས་ཀྱིས་ཟད་ཐུ་བ་རེད་རྒྱུ་ཟད་ན་འབྲས་བུ་ཟད་ཐུ་གི་རེད་རྒྱུ་ཟད་པས་འབྲས་བུ་ཟད་པ་ཡོང་གི་ཡོད་རེད་མ་གཏོགས་ང་ཚོ་ཡང་སྤྱིར་ན་ང་ཚོ་དམྱལ་བ་ལ་མ་སྐྱེ་བར་ཤོག་ཡི་དྭགས་ལ་མ་སྐྱེ་བར་ཤོག་དུད་འགྲོའི་གནས་ལ་མ་སྐྱེ་བར་ཤོག་ཟེར་ནས་ཚིག་གིས་ངན་སོང་གི་སྡུག་བསྔལ་ཙམ་ལ་བསམ་བློ་བཏང་ནས་དེ་ལ་མ་སྐྱེ་བར་ཤོག་ཟེར་སྨོན་ལམ་བརྒྱབ། ཡིན་ན་ཡང་དེ་ལ་དེ་དང་དེ་ལ་སྐྱེ་བའི་གི་རྒྱུ་དེ་ང་ཚོས་གི་རྒྱུ་ལ་བཏགས་པ་ཉམས་སུ་ལེན་བདེ་གི་ཡོད་རེད། འདོད་ཆགས་ནི་ཉམས་ལེན་བྱེད་གི་ཡོད་རེད་ཞེ་སྡང་ནི་ཉམས་ལེན་བྱེད་གི་ཡོད་རེད་ཁོང་ཁྲོ་དང་ཞེ་ནི་གཏི་མུག་ང་རྒྱལ་ལ་སོགས་པ་དེ་ཚོ་ཐམས་ཅད་ལ་ང་ཚོ་ད་ཉམས་ལེན་བྱེད་ཟེར་ན་ཡང་དེ་ལ་བློ་བཅོས་བྱེད་ནས་དེ་ཡི་ནང་དུ་བསྡད་དེ་ཡི་སྤྱོད་ལམ་ལ་འཇུག་དེ་ཡི་བསམ་བློ་དང་འདུ་ཤེས་ཁུར། ད་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཚང་མ་དེའི་ནང་ལ་འགྲོ་ནས། དེ་ནས་ཡང་ཅིག་ཁ་ནས་ཅིག། ལྟ་སྨོན་ལམ་འདོད་ཡངས་དང་སེམས་ནས་སྨོན་ལམ་ལྟ་བས་དེ་ཚོ་བྲལ་ཏེ། དེ་ནི་ངན་སོང་གི་སྡུག་བསྔལ་མི་མྱོང་བར་ཤོག་ཟེར་གྱི་ཡོད་ད་དེ། ཅིག། ཞེ་འདོད་དང་ལག་ལེན་དེ་མ་མཚུངས་པ་ཆགས་འགྲོ་གི་ཡོད་རེད་ད་ཞེ་འདོད་དང་ལག་ལེན་མཚུངས་པ་དེ་ང་ཚོ་དུས་རྒྱུན་དཔེ་གསར་ནང་ལོང་ལ་ཡང་ཆོས་མ་གྲུབ་ན་མ་གྲུབ་རེད་ཆོས་གྲུབ་ན་ཆོས་སྙིང་ཁུང་རུས་པའི་གཏིང་ནས་གྲུབ་གི་རེད་ཟེར་ཤེས་ཀྱི་ཡོད་རེད་བ་ད་སྙིང་ཁུང་རུས་པའི་གཏིང་ཟེར་ག་རེད་ཟེར་ན་སྐྱོན་མ་མ་ཡིན་པའི་བློ་ཡི་རྒྱུ་མཚན་ཡང་དག་ཤེས་པའི་ཐོག་ནས་ཆོས་ཡང་དག་འགྲུབ་དགོས་ཀྱི་ཡོད་རེད་དེ་གྲུབ་ན་བསང་མཆོད་འོད་དཔག་མེད། ཚེ་དཔག་མེད་སྐྱེས་རེད་སྲིད། ལ་སོགས་པའི་གེ་དང་ལྷག་པའི་ལྷ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་མཇུག་འཇུག་པ་རེད་མ་གཏོགས་གསོལ་བ་བཏབ་པའི་ངོ་ལ་ཐུགས་རྗེའི་བྱིན་རླབས་སྣང་བ་དང་གསོལ་བ་མ་བཏབ་ན་ཐུགས་རྗེའི་བྱིན་རླབས་མ་སྣང་བ་ཡོང་གི་ཡོད་མ་རེད། འགྲོ་ལ་ཉེ་རིང་མེད་པའི་ཐོག་ནས་དཔེར་ན་ཉི་མའི་འོད་དང་ཟླ་བའི་འོད་ལྟ་བུ་ཀུན་ན་ཀུན་ཁྱབ་ཀྱི་ཐུགས་རྗེ་ཆེན་པོ་དེ་ཁྱབ་བསྡད་ཡོད་རེད་ཡིན་ན་ཡང་དེ་སོ་སོའི་རྒྱུད་ལ་འཇུག་མ་འཇུག་ཟེར་ཡ་དེ་སོ་སོ་ལ་རག་ལས་ཀྱི་རེད་འདི་ང་ཚོ་ཤེས་དགོས་ཀྱི་འདུག་བ་དེ་མ་གཏོགས་ཡང་མ་ནི་ས་ས་ས

བཅོལ་དགོས་ཡ་ངོ་མ་དེ་ཁུང་སྤུ་ཡ་དེ་སེམས་ལ་འབུ་དགོས་ཀྱི་ཡོད་རེད། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་གི་བློ་དེ་ཟད་དགོས་ཀྱི་ཡོད་རེད་དེ་ཁུང་འབུ་དགོས་ཀྱི་ཡོད་རེད་དེ་དེ་ནས་ཡང་ད་ག་རང་ལ་རང་བཙན་པ་འདས་འདས་པ་དེ་འདྲ་ཡིན་འདུག་དེ་ནས་ཡང་ལྷ་དང་རྔ་ལ་ཡ་ཐུགས་རྗེ་མི་འདུག་བྱིན་རླབས་མི་འདུག་ཟེར་ཡ་གི། སྐུར་འདེབས་དང་ལོག་ལྟ། དོན་མེད་པའི་ལས་མང་པོ་བསགས་ཀྱི་འདུག་བ་འོ་དེ་འདྲ་མ་སོང་བ་མདོར་ན་ད་ལྟ་འདི་ནས་གསུང་བ་ལྟ་བུ་ལས་དང་ལས་ཀྱི་རྣམ་སྨིན་དེ་ཚོ་ཐམས་ཅད་དེ་ཟས་གོ་རེད་དེའི་ཟས་ཡག་ལ་མི་དགེ་བའི་བཅུ་དང་མཚམས་མེད་པ་ལྔ་ལ་སོགས་པ་མདོར་ན་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་མ་རུང་བ་དེ་ཚོ་སྤང་དགོས་རེད། ལྷག་པར་དུ་ཐུགས་རྗེ་ཆེན་པོ་ཟེར་ཡག་དེའི་འཕགས་པ་སྤྱན་རས་གཟིགས་འགྲོ་འདུལ་ཕྱག་བཞེས་པ་ཅིག་རི་བོ་པོ་ཏཱ་ལ་ལ་མགུར་ཤོག་རྩ་ནས་མ་བཅག་པའི་བཀའ་ལས་མེད་བཞུགས་དེ་ངེས་ཅི་ཡོད་བསམ་གྱི་ཡོད་མ་རེད་དེ་བསམ་རྒྱུ་མེད་པ་རེད་སྤྱན་རས་གཟིགས་ངོ་མ་དེ་གསོལ་རེད་ཟེར་ན་ཁྱོད་རང་གི་སེམས་རྒྱུད་ལ་ཡོད་པའི་བྱམས་པ། སྙིང་རྗེ་བྱང་ཆུབ་ཀྱི་སེམས་བདག་མེད་པར་རྟོགས་པའི་ཤེས་རབ་བློ་ཡང་དག་པ་ལྟ་བ་རྣམས་དང་སྒོམ་རྣམས་དང་སྤྱོད་པ་རྣམས་དང་ངོ་དེ་འཕགས་པ་སྤྱན་རས་གཟིགས་ངོ་མ་རེད་ཟེར་ནས་ཇོ་བོ་བཀའ་གདམས་པའི་དེ་གསུང་གི་འདུག་ཨ་འོ་དེ་འདྲ་ཡིན་དུས་ང་ཚོ་ཆོས་སྒྲུབ་ནས་སྒྲུབ་བསྡད་པ་གཅིག་ལས་ཡང་སྒྲུབ་པ་དེ་རྣམ་དག་གཅིག་ལ་འགྲོ་མ་ཐུབ་ཡང་དེ་རང་གིས་བཟོས་པ་རེད་མ་གཏོགས་ཡང་དགེ་བའི་བཤེས་གཉེན་གྱིས་མ་འཇོན་པ་དང་ཕ་དང་བླ་མ་ཐུགས་རྗེ་ཆུང་དྲགས་པ་དང་བརྒྱུད་པ་ལས་ཡང་ཉེ་རིང་སོང་ནས་བྱིན་རླབས་འཇུག་མ་ཐུབ་པ་ལ་སོགས་པ་གཏན་ནས་ཡོང་གི་ཡོད་མ་རེད་དེ་ཚོ་ང་ཚོ་ཤེས་ཡང་དེ་གལ་ཆེན་པོ་རེད། སྤྱི་ཚོགས་ཀྱི་ནང་ལ་ཡང་ང་ཚོ་ཆོས་སྒྲུབ་ཀྱི་ཡོད་རེད་ཆོས་པ་རེད་ཆོས་མ་རེད་སྤྱན་རས་གཟིགས་སྒྲུབ་ཀྱི་ཡོད་རེད་འོད་དཔག་མེད་སྒྲུབ་ཀྱི་ཡོད་རེད་སངས་རྒྱས་སྨན་བླ་སྒྲུབ་ཀྱི་ཡོད་རེད་ཚེ་དཔག་མེད་སྒྲུབ་ཀྱི་ཡོད་རེད་ཟེར་ནས་སྒྲུབ་བརྒྱུད་དེ་གྲངས་ཀ་དེ་མང་པོ་ཞིག་བྱས་ཡིན་ན་ཡང་སྤུས་ཚད་དེ་ཞན་པོ་ཡོད་པ་ཡིན་དུས་དེ་ལ་བརྟེན་ནས་སོ་སོ་གྱི་ཉམས་ལེན་དེ་དང་ཉམས་ལེན་གང་བྱས་པའི་རིམ་པ་དེ་ཚོ་དེ་སེམས་རྒྱུད་ལས་ཚུར་རྒྱར་མ་བྱས་ནས་ཆོས་དང་གང་ཟག་ལྟོ་རྒྱར་མ་བྱས་ནས་ཆོས་དང་གང་ཟག་ཡར་གྲལ་དུ་སོང་ནས་སྟ་རེ་དང་སྡོང་པོ་ལྷན་ཅིག་ཏུ་བཞག་པ་ལྟ་བུ་སོང་བ་ཡིན་ན་ཕན་ཐོགས་མི་འདུག་ག། སྡོང་པོ་སྐྱེ་ཡང་ལ་སྟ་རེ་ཡང་གནམ་དུ་འཕྱར་ནས་ཨ་ནེ་ཅིག་གི་སྟ་རེ་གིས་སྡོང་པོ་སྐྱེ་བའི་གི་བྱ་བ་དང་གཙོ་དགོས་གི་གཙོ་བ་བྱེད་དགོས་གི་འདུག་འབད་རྩོལ་བྱེད་དགོས་གི་འདུག་ག་འོ་དེ་དང་འདྲ་བར་ཆོས་དེ་ཡང་སོ་སོའི་སེམས་རྒྱུད་ལ་ཚུལ་སྦྱར་ནས་ལུས་མ་དག་པ་དེ་དག་པར་བཟོ་ཡ། ངག་མ་དག་པ་དེ་དག་པར་བསྒྱུར་ཡ། སེམས་མ་དག་པ་དེ་དག་པར་བསྒྱུར་ཡ་དེ་གསུམ་གི་ནང་ནས་གལ་ཆེ་ཤོས་དེ་ཡིད་དེ་རེད། བཅོམ་ལྡན་འདས་ཀྱིས་ཡང་མདོ་སྔགས་ཆོས་ཚུལ་རིམ་པ་མང་པོ་གསུངས་གསུང་རབ་དགོངས་འགྲེལ་དང་ནང་དབང་ལ་ཡང། ཆོས་ཀྱི་རྣམ་གཞག་མང་པོ་གསུངས་པ་དེ་ཚོའི་གྲས་དེ་རྩ་བ་དེ་སེམས་འདུལ་བའི་གི་ཐབས་ལ་རེ་བ་དེ་འདྲ་ཡིན་དུས་སེམས་རྒྱུད་འདུལ་བར་བྱེད་པ་ལ་གཅིག་གི་གྲྭ་ཚང་གི་གཅིག་གྲྭ་པ་བཙུན་པ་བཙུན་མ་ཡིན་ན་རེད་ད་ག་ནང་བཞིན་གྱི་གཅིག་གི་འཇིག་རྟེན་པ་ཟེར་ནས་ཁ་ཁ་ཡོག་མ་རེད་ང་རང་ཚོ་ཚང་མ་ཡང་གཅིག་གི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ན་འཕགས་པ་སྤྱན་རས་གཟིགས་ཀྱི་རི་བོ་པོ་ཏཱ་ལའི་ཡའི་གོ་འཕང་ཐོབ་ན་རྔ་ཡབ་ཟངས་མདོག་དཔའ་རིས་གུ་རུ་རིན་པོ་ཆེ་གི་ཞིང་ཁམས་དུ་ཐོབ་ན་གསར་བའི་འདྲ་བོ་ནུབ་ཕྱོགས་གཡུ་ལོ་བཀོད་པ་ན་ནི་འཕགས་མ་རྗེ་བཙུན་སྒྲོལ་མས་གི་གོ་འཕང་ཐོབ་ན་བསམ་པའི་རེ་བ་མང་པོ་རྒྱག་གི་འདུག་བ་རེ་བ་མང་པོ་ཅིག་བརྒྱབ་རེ་བ་དེ་ག་ཆུང་ཆུང་མ་རེད་ཆེན་པོ་ཞེ་བོ་ཅིག་བརྒྱབ་བྱས་ནས་ད་ཅིག་བརྒྱབ་གི་ཡོད་རེད་ཡིན་ན་ཡང་རེ་བ་དེ་དང་ཚད་མཉམ་པའི་གི་ཅིག་གི་ལུས་ངག་ཡིད་གསུམ་ཅིག་དགེ་སྦྱོར་དེ་ནུས་པ་དེ་དང་མཉམ་པ་ཅིག་ཡོང་ཐུབ་གི་མི་འདུག་དེ་འདྲ་ཡིན་དུས་རང་ཕར་རྒྱབ་རོགས་ཚོགས་བརྒྱབ་ནས་ང་ཚོ་ད་ཅིག་ཆོས་ཞིག་སྒྲུབ་པའི་སྐབས་སོགས་ལ་ཡང་ཅིག་ཀུན་སློང་ལ་བརྟག་དཔྱད་བཏང་ཡང་དེ་ཞེ་དྲག་གལ་ཆེན་པོ་རེད་ལུས་ངག་ཡིད་གསུམ་ཅིག་བྱ་སྤྱོད་ཐམས་ཅད་ལ་ཡང་བསམ་བློ་བཏང་ཡང་དེ་གལ་ཆེན་པོ་རེད་འདུག་བ། ཡེ་ནས་མ་བླ་མ་གཅིག་གི་ཆོས་གསུངས་ཡོང་དུས་ཨ་བོ་གཅིག་ཡིན་ས་རེད་བསམ་ས་འདྲ་བོ། ཕྱག་དཔེ་དེ་ཚོ་མཇལ་ཡོང་དུས་ཡང་གཅིག་ཡིན་ས་རེད་བསམ་ས་འདྲ་བོ། སྤྱན་རས་གཟིགས་ཀྱི་དཔེར་ན་མ་ཎི་བཀའ་འབུམ་འདྲ་བོ་དེ་ཚོ་མཇལ་གྱི་ཡིན་ན་ནི་ཨ་བོ་ད་སྤྱན་རས་གཟིགས་དེ་ངས་དེ་རིང་ནས་བཟུང་སྟེ་ལྷག་ཡང་བསམ་ཁོ་རང་ཡིན་བླ་མ་ཡང་དེ་ཡིན་ཡི་དམ་ཡང་དེ་ཡིན་ཆོས་སྐྱོང་ཡང་ཁོ་རང་ཡིན་བསམ་པའི་གེ་སར་མོ་གཅིག་འཁོར་དུ་བསྡད་ཀྱི་ཡོད་རེད་ཡིན་ན་ཡང་ལག་ལེན་གྱི་ཐོག་ལ་སླེབས་ཡོང་དུས་ཡང་ཐ་མ་པའི་ནང་ལ་ཤོར་འགྲོ་གི་ཡོད་རེད་དེ་འདྲའི་ཞིག་ཤོར་འགྲོ་བ་ཡིན་དུས་ད་ནི་ང་ཚོ་ཆོས་དེ་གའི་རྒྱུད་ལ་ཡ་བྱིན་རླབས་དེ་གའི་ནུས་པ་དེ་སྨིན་ཐུབ་ཀྱི་ཡོད་མ་རེད། བྱིན་རླབས་ཆུང་དྲགས་པ་མ་རེད། སྤྱན་རས་གཟིགས་ཐུགས་རྗེ་ཆུང་དྲགས་པ་མ་རེད། ཚེ་དཔག་མེད་ཐུགས་རྗེ་ཆུང་དྲགས་པ་མ་རེད། སངས་རྒྱས་འོད་དཔག་མེད་ཐུགས་རྗེ་ཆུང་དྲགས་པ་མ་རེད་ཐུགས་རྗེ་ལ་ཉེ་རིང་རྩ་བ་ནས་ཡོད་མ་རེད། ང་ཚོ་མིས་རེ་བས་ན་གཅིག་ཚུལ་ལས་ཡག་པོ་བྱས་སོང་ན་དེ་ལས་ཕག་ཡག་པོ་བྱས་དགོས་རེད་ཟེར་ཏེ་འཇིག་རྟེན་འགྲོ་སྟངས་རེ་བ། ཚུལ་ལ་གང་ཡང་མ་བྱས་ན་ཕག་ཅིག་རྔན་པ་ཅིག་སྤྲད་པ་ན་དེ་ཅག་རང་དངུལ་འཕྲོག་ལ་རེད་ཚུལ་ག་རེ་བྱས་བྱུང་ཟིག་འདུག་བ། དེ་ནི་ཚུལ་ཡག་པོ་བྱས་ན་ཕག་ཡག་པོ་བྱས་ཡག་དེ་འཇིག་རྟེན་གྱི་འགྲོ་སྟངས་རེད་བ་དེ་ཡོག་མ་རེད་ལྷག་པའི་ལྷ་ཐམས་ཅད་དེ་དེ་འདྲའི་གནས་སྟངས་ལ་བསམ་བློ་གཏང་རྒྱུ་ཡོག་མ་རེད་དེ་འདྲ་ཡོན་དུ་སེམས་ཅན་ཀུན་ལ་ཉེ་རིང་སྨད་པའི་གི་ཐུགས་རྗེ་གི་གཟིགས་དེ་ཡོག་རེད་གུ་རུ་རིན་པོ་ཆེ་ཡི་ནང་དེ་རེད་ཕག་པ་སྤྱན་རས་གཟིགས་དེ་ཡི་ནང་བོད་ལ་དྲིན་ཆེན་བྱས་ཀྱང་དྲིན་མི་གོ་གསུང་བ་དེ་གུ་རུར་མི་གསུང་བ་དྲིན་ཆེན་བྱས་ཀྱང་དྲིན་མི་གོ་ཟེར་ཡག་དེ་ང་ཚོ་དཀའ་ངལ་གྱི་ཁྲད་སྡུག་པོ་ཅིག་བྱུང། དཀའ་ངལ་ཅིག་འཕྲད་ཡོང་པའི་སྐབས་སུ། གུ་རུ་རིན་པོ་ཆེ་ཡིད་ལ་དྲན་ཡང། སྤྱན་རས་གཟིགས་ཡིད་ལ་དྲན་ཡང། མ་ནིང་འདོན་ཡང། འབེ་ཚ་གུ་རུ་བགྲང་ཡང་དེ་བྱེད་ཀྱི་ཡོད་རེད། ཡང་ཅིག་དཀའ་ངལ་མེད་ལུས་བདེ་བ་སེམས་བདེ་བ། བྱ་བ་དང། དེ་བཅས་ཀྱི་ལས་ཀ་དེ་ཚོ་བྲེལ་ལམ་འགྲོ་ཡོད་པའི་སྐབས་སུ་ཡང་ང་ཚོ་དེ་ཙམ་ཞིག་གིས་ཅིག་གུ་རུ་རིན་པོ་ཆེ་གི་གསོལ་འདེབས་ལ་བརྩོན་ཡང་དང་གུ་རུ་རིན་པོ་ཆེ་ཡིད་ལ་དྲན་ཡང་དེ་དེ་ཙམ་ཞིག་ཡོང་ཐུབ་ཀྱི་མེད་པ་དང་དེ་འདྲ་ཞིག་ཡོང་བསྡད་ཀྱི་ཡོད་པ་ཡིན་དུས་ཉམས་ལེན་དེ་བསྟུད་མར་བྱས་ནས། འགྲོ་མ་ཐུབ་པ་ཡིན་དུས་བོད་ལ་དྲིན་ཆེན་གྱིས་ཀྱང་བྲིས་མེད་གོ་ཟེར་ཡ་དེ་དེ་ལ་འདི་ནས་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ད་ད་ནང་གི་ཞུ་དགོས་ཡ་དེ་རྩ་བ་འདི་རྒྱུ་མཚན་ག་བ་ཐུག་པ་རེད་ཟེར་ན་ད་ལྟར་སྤྱན་རས་གཟིགས་ཚང་མས་ཀྱང་འདོན་གི་ཡོད་རེད་སུ་ཡིན་ན་ཤེས་ཀྱི་ཡོད་རེད་ལོ་ཆུང་ཆུང་ཅིག་ཡིན་པ་ཡིན་ན་ཡང་སྤྱན་རས་གཟིགས་ཤེས་ཀྱི་ཡོད་རེད་མ་ནི་འདོན་ཤེས་ཀྱི་ཡོད་རེད་བ། དེ་ཡིན་དུས་གཅིག་གི་ལས་དང་སྐབས་བ་གཅིག་གི་ཚེ་རབས་ཀྱི་ལས་ཀྱི་འབྲེལ་བའི་གི་ལྷག་པའི་ལྷག་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་ད་ཚེ་རབས་ཀྱི་ལས་ཀྱི་འབྲེལ་བའི་ལྷ་རེད་ཟེར་བཞག་བཞག་ན་ཕན་གི་མི་འདུག་ཚེ་རབས་ཀྱི་ལས་དེ་ལས་དང་འབྲེལ་བའི་གི་ལྷ་དེ་ཡི་གི་ཐུགས་རྗེ་བྱིན་རླབས་དེ་སོ་སོ་ལ་འཕོས་དགོས་ཀྱི་འདུག་དེ་འཕོས་ཡ་ལ། རང་གི་རྩོལ་བ་དང་ཉམས་ལེན་དང་གཅིག་གིས་སོ་སོའི་སོ་སོའི་སེམས་ནས་ཡི་འབྲུ་ཞུ་བཏང་ཡང་དེ་ཆེས་གྲགས་གལ་ཆེན་པོ་རེད་འདུག་ག་དེ་འདྲ་ཡིན་དུས་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་དེ་ཆོས་ཀྱི་ནང་དུ་བར་འགྲོ་ཅི་ཐུབ་བྱེད་དེ་ནི་འཕགས་པ་གཅིག་རེད་ཟེར་ཡིད་ལ་དྲན་མ་ནི་འདོད་དེ་ནི་གཅིག་བྱམས་པ་དང་གཉིས་ཀྱིས་བྱང་ཆུབ་ཀྱི་སེམས་དེ་ག་ཚོད་ཡིན་ན་ཡང་ད་ཚེས་མཐོན་པོ་གཅིག་དང་རྒྱ་ཆེན་པོ་གཅིག་དང་སུ་ཡིན་ན་དཀའ་ལས་ཁག་པོ་རེད་བ་ཡིན་ན་ཡང་གང་ཐུབ་ཅི་ཐུབ་ཀྱི་ཐོག་ནས་ཅེས་སོ་སོས་གང་ནུས་ཅི་ནུས་ཀྱི་ཐོག་ནས་སོ་སོ་ཉམས་ལེན་བྱེད་ཐུབ་ཀྱི་ཡིན་ན་དགེ་བ་འགྲུབ་ཤོག་འགྲུབ་ཤོག་ཟེར་རེ་གཅིག་གི་ཕན་ཐོག་ཅིག་ཡོང་བསྡད་ཀྱི་ཡོད་རེད་ད་དེ་ཚོ་བྲིས་ཏེ་ངས་ད་ལྟ་རེ་རེ་བཞིན་དུ་ཞུ་མ་གོ་བ་བྱས་ཀུན་བཟང་བླ་མའི་ཞལ་ལུང་ལ་སོགས་པ་དེ་ཚོ་ནང་ལ་གཟིགས་པ་དང་ད་ག་ནང་བཞིན་གྱི་གཅིག་གི་ལམ་རིམ་དེ་ཚོ་ནང་ལ་གཟིགས་ཀྱི་ཡིན་ན་གསལ་བོ་ཡོད་རེད་གདམས་ངག་དེ་ཚོ་དེ་ནང་ལ་མ་ཚང་བ་གཅིག་གི་ཡོད་མ་རེད་བ་ད་གདམས་ངག་གསར་པ་སྐད་ཆ་གསར་པ། མན་ངག་གསར་པ་གང་ཡང་མ་རེད་འདི་ཚོ་འདྲེ་ལས་ཀྱི་དངོས་ཡོད་གནས་ཚུལ་གི་ཅིག་གི་བླ་མ་གོང་མ་ཐམས་ཅད་གསུངས་བཞག་པ་དེ་ཡོད་ཡོད་པ་རེད་དེ་ད་ང་ཚོས་དེ་ལ་དོ་སྣང་སྤྲད་ཀྱི་ཡོད་མ་རེད་བ་དེ་དོ་སྣང་མི་སྤྲད་ཅིག་གི་ཡག་གི་བཞག་བཞག་པ་རེད་དེ་ལྟ་མཁན་གཞན་པ་ཅིག་ཡོད་རེད་བསམ་བསམ་འདྲ་བོ་སོ་སོ་ཅིག་གི་གྲངས་ཀ་དེ་རང་བསགས་ཐུབ་པ་ཡིན་ན་འགྲིག་གི་འདུག་བསམ་བསམ་འདྲ་བོ་བསམ་བློ་བཏང་བསྡད་པ་ཡིན་དུས་ད་ང་ཚོ་ལ་ཡ། ལྷ་དང་བླ་མེད་ཀྱི་བྱིན་རླབས་དེ་རྒྱུད་ལ་འཇུག་མ་ཐུབ་པའི་རྩ་བ་དེ་ནས་ཡོང་གི་ཡོད་རེད་དེ་ཡིན་དུས་ད་ད་ལྟ་འདི་གི་སྐོར་ལ་གདམས་ངག་དེ་ངས་ཚིག་རེ་རེ་བཞིན་དུ་ཞུ་མ་གོ་བ་ཅིག་ཚོ་ད་འདི་རེད་ལས་དང་ལས་ཀྱི་རྣམ་སྨིན་རུ་མི་སྐྱེ་གྱུར་ན་ཚད་མེད་ངང་དུས་དེ་ཉིད་ལ་སྐྱོ་ཡང་ཉིད་ཡིད་ལ་སུས་ཀྱི་ཐུགས་རྗེ་ཆེན་པོ་དེ་ཡིན་ཕྱིར་ཟེར། ཡང་སྙིང་ཡིད་ལ་སུས་བྱས་ཟེར་ཡག་དེ་འཕགས་པ་སྤྱན་རས་གཟིགས་ཡིད་ལ་དྲན། འཕགས་པ་སྤྱན་རས་གཟིགས་ཡང་དེ་ནི་སྐུ་གཟུགས་ཀྱི་འཕགས་པ་སྤྱན་རས་གཟིགས་བདག་དང་བདག་ཡི་སྤྱན་རས་གཟིགས་དང་དོན་དམ་དེ་ནི་དོན་དམ་བྱང་ཆུབ་ཀྱི་སེམས་དེ་འཕགས་པ་སྤྱན་རས་གཟིགས་ཕྱག་ལས་ཡོད་རེད་ད་དོན་དག་དེ་རེད། བྱང་ཆུབ་ཀྱི་སེམས་སུ་ལ་ཡོད་ན་དེ་ལ་འཕགས་པ་སྤྱན་རས་གཟིགས་ཡོད་རེད། བྱང་ཆུབ་ཀྱི་སེམས་སུ་ལ་མེད་ན་འཕགས་པ་སྤྱན་རས་གཟིགས་ལ་གསོལ་འདེབས་ཉིན་མཚན་བསྟུད་མར་བྱས་པ་ཡིན་ཡིན་ན་ཡང་འཕགས་པ་སྤྱན་རས་གཟིགས་ཡིད་ལ་བྱས་ལ་མཇུག་ཐུག་ཡ་དཀའ་ལས་ཧ་བོ་རེད་ད་དོན་དག་དེ་གོ་གི་ཡོད་རེད། དབྱངས་ཡིན་ཡིད་ལ་སོད་བྱེད་དེ་ཐུགས་རྗེ་ཆེན་པོ་དེ་ཡན་ཆད་བར་ཆོད་དགེ་བཤེས་འགྲོ་བ་འདུ་སྣང་སྲིད་འཁོར་འདས་དབང་དུ་འགྱུར་དབྱངས་སྙན་མཐོང་ཐོས་ཕྲན་རེས་སྒོམ་བཟླས་འབྲི་བྱང་སྟོན་པ་ན་ཡོན་ཏན་ལྡན་བྱེད་གར་སྐྱེས་ཆང་སྐྱེས་རས་གཟིགས་དང་འདྲ་མི་སྲིད། ལུས་འཕགས་པ་སྐྱེས་རས་གཟིགས་ཀྱི་སྐུ་དང་མི་འདྲ། ངག་འཕགས་པ་སྐྱེས་རས་གཟིགས་ཀྱི་གསུང་དང་མི་འདྲ། ཡིད་འཕགས་པ་སྐྱེས་རས་གཟིགས་ཀྱི་ཐུགས་དང་མ་འདྲ་བ་ཞིག་དགོས་ཀྱི་ཡོད་ན། བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་བདག་མེད་པར་རྟོགས་པའི་ཤེས་རབ་དེ་ཚོ་དྲིལ་ཡང་ཡང་ནས་ཡང་དུ་སེམས་ལ་ཡ་གཅིག་གིས་འཇོག་ཐུབ་ཡ་དེ་གལ་ཆེན་པོ་རེད་གསུང་བ་རེད། དེ་ལྟར་བདེ་གཤེགས་ཀུན་འདུས་འཕགས་པ་ཐུགས་རྗེ་ཆེན་པོ་ཀྱི་སྒོ་དང་དབང་བསྐུར་བའི་བྱ་བ་སྒྲུབ་ཟིན་པ་ཡིན་པས་གནས་སྐབས་དེ་དག་ཏུ་ཐོབ་ཁས་བླངས་པའི་དམ་ཚིག་རྣམས་དང། ཕར་ཚུར་འགྲོ་ཞོར་འདུག་ཞོར་ལ་ཅིག་ང་ཚོ་སྐད་ཆ་མང་པོ་བཤད་དེ་དུས་ཚོད་འབྲི་དུ་མེད་པ་བྱས། དེ་ནི་མ་ནི་འགྲོ་དྲུག་བསགས། འཕགས་པ་སྤྱན་རས་གཟིགས་ཡིད་ལ་དྲན། མ་ནི་བསགས་དེ་འདྲ་བྱེད་ཀྱི་ཡིན་ན། སོ་སོའི་ཡང་ཕན་ཡོན་ཡོད་རེད། ཕ་དྲུག་པོ་མ་ནི་སྔགས་བསགས་པའི་གི་ཅིག་གི་གཟུགས་ཅན་གྱི་མི་ཙམ་མ་ཡིན་པ་འདི་ནང་བ་ཡང་བར་དོ་གི་ཤེས་པ་དེ་བུ་ཡུག་ཚུར་ཚུར་བྱེད་ནས་མང་པོ་ཡོད་རེད་དེ་ཚོ་ཐམས་ཅད་མཁྱེན་ཡང་ཅིག་གི་སྣང་བ་ལ་ཡ་ཕོ་བ་སྐྱེས་རེ་ཟིག་གིས་གཟུངས་སྔགས་ཡི་གེ་དྲུག་པ་དེ་ཐོས་གསུངས་པ་ཡིན་ན་ཕན་ཡོན་ཆེན་པོ་ཡོང་གི་འདུག་ག་ལ་དེའི་དོན་ང་ཚོ་གཅིག་གིས་ཡ་ཡ་གི་དེ་ཡག་པོ་རེད་མ་མ་གི་དེ་སྡུག་པོ་རེད་ཆོས་གཅིག་བྱས་རེ་གཉིས་རེད་ཟེར་དེ་ཆོས་པ་གཅིག་ཡིན་པའི་ནང་ལོང་ལ་ཡར་གཅིག་སྐད་ཆ་སྟོད་སྨད་མང་པོ་གཅིག་བཤད་བསྡད་པ་ན་དེ་ལ་ཕན་པ་དང་གནོད་པ་ཆེ་ན་གནོད་པ་ཚབས་ཆེ་གི་རེད་བ་ངོ་དེ་འདྲ་མེད་པ་བྱས་དེ་འདྲ་དབང་རེ་རེ་ཐོབ་པའི་སྐབས་སུ་དེའི་ཕོ་བ་སྐྱེས་རེ་ཟིག་ཡིན་ན་ཡིད་ལ་དྲན་པ་ཡིན་ན་འོས་བ་མེད་ཟུར་དུ་སྒོམ་དགོས་ཡ་ཚེ་དཔག་མེད་གསོལ་དུ་སྒོམ་དགོས་ཡ་ལ་སོགས་པ་དེ་འདྲ་མི་གོ་བ་རེད། དེ་ལྷ་གཅིག་གི་ནང་ལོང་ལ་ཡ་ཚང་མ་ཚང་དེ་ཡོད་པ་རེད་བསམ་མོ་བཏང་བྱས་ན་དེ་འདྲ་ཡིན་འདུག་ད་ནི་ཡི་གེ་འབྲུ་དྲུག་གི་ཐོག་ནས་མ་ནི་འུར་འདོན་བྱས་ཡ་ལ་སོགས་པ་དེ་ཚོ་བྱེད་ཀྱི་ཡིན་ན་གཟུགས་ཅན་གྱི་མིས་གཟུགས་མེད་པའི་གི་སེམས་ཅན་ཐམས་ཅད་ཀྱི་སྣང་བ་ལ་ཐོས་སྒྲུབ་པའི་སྐབས་སུ་དངོས་དང་བརྒྱུད་ནས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་གི་རྒྱུ་ལ་འགྲོ་གི་ཡོད་རེད་ཐེ་ཚོམ་ཡོད་མ་རེད་གསུངས་པ་རེད།